ལ་ཤི་དེ་ལས་དེ་རིང་འདི་ལ་ཡ་ཚིག་གཅིག་ལ་ཨ་ནི་ཚིག་གྲོགས་པོ་མང་པོ་དེ་འདྲ་ཚེ་དགོས་ཀྱི་ཡོད་ན་ཨ་ནི་ང་ཚོའི་ནམ་རྒྱུན་ནི་ད་ད་ཚིག་མཛོད་འདྲ་བོ་དང་ཚེ་དེ་འདྲ་བྱས་དེ་ན་བསམ་བློ་རོགས་དང་ཤེས་སྒོ་སྒྲུབ་རོགས། འདི་ལ་དེ་འདྲ་ཅིག་ལི་སླ་བོ་གང་ནས་མང་པོ་ཅིག་ཚེ་དེ་བས་དེ་འདྲ་ཐབས་ཤེས་བྱོས་རེད་བསྟན་བསྟན་བྱེད་གོ། ད་དང་ཤོས་དེ་ང་ཚོ་ཆ་ཆེན་དང་ཤོས་དེ་ག་རེ་དགོས་ཀྱི་ཡོད་རེད་ཟེར་ན་ང་ཚོ་གི་སྐད་ཀྱི་ཕུང་པོ་སྐད་ཀྱི་མཛོད་སྐད་ཀྱི་ཕུང་བོ་དེ་འདྲ་ཅིག་ཕབ་ལེན་བྱེད་དགོས་ཀྱི་ཡོད་རེད་འོན་ཏེ་ང་ཚོ་ཕབ་ལེན་བྱེད་དང་ཇི་ལྟ་བ་རེད་ད་དང་པོ་དེ་ང་ཚོ་ཀི་ཐབ་ཟེར་དེ་གང་ལ་འགྲོ་དགོས་ཡོད་རེད་ཀི་ཐབ་དེ་ལ་ནི་སོ་སོ་ཁ་བྱང་བཟོ་དགོས་ཡོད་རེད་ཁ་བྱང་མེད་པ་ཡིན་ན་ཁ་བྱང་དེ་གི་ནང་ལོགས་སུ་ནམ་རྒྱུན་བཟོ་སྟངས་དང་གཅིག་པ་རེད་ཁ་བྱང་ཡོད་པ་ཡིན་ན་ནི་ནང་ལོགས་ལ་ནམ་རྒྱུན་ནང་བཞིན་ནང་ལོགས་འཛུགས

དེ་ནས། སྟེང་ནང་ལོགས་ལྟ་སྐད་ཅིག་ཕུང་བོ་མང་པོ་ཡོད་རེད་དཔེ་ཆ་ཆེ་བ་འདིའི་ནང་ཡོད་ན་སྒྲ་རིག་པ། འདུལ་བ། སྐྱེས་རབས་དེ་ནས་དེ་འདྲ་མི་འདྲ་སྤྲེལ་སྤྲེལ་ཐང་ཤ་གཅོད་དོ་དེ་ནས་མངོན་པ་མཛོད། ཆེར་ཆེན་གསོ་བ་རིག་པ་ཨ་ནི་དེ་ནས་རྒྱུ་སྔགས་ཟེར་གོ་ར་རྒྱུ། དེ་ནས་ཚད་མ་དབུ་མ་མང་པོ་འདུག་ད་དེ་གི་ནང་ལོགས་ནས་ང་རང་གི་དེ་གི་ནང་ལོགས་ལྟ་ཡིན་རོ་ད་དེའི་སྒང་ལ་ནས། དེ་ནས་དེའི་སྒང་ལ་ནས་ཕབ་ལེན་བྱེད་དགོས་ཡོད་ར། ཕབ་ལེན་དེ་ང་རང་གི་འཆར་ངོའི་སྒང་ལ་ཕབ་ལེན་བྱེད་ཤག་ཡིན་ར། ད་ཕབ་ལེན་གང་ལ་ཆ་ངོས་ཅིག་ཚ་དེ་སྟོན་པ་ཁོ་དེའི་རྩིབ་ནང་ལོགས་ལ་དོ་རྩིབ་ནང་ལོགས་ཡོད་དེ་སྟོན་པ་ཡང་ཆོས་རྩིབ་ནང་ལས་མ་ལེན་ཁོ་ཡོད་ལེན་ཡོད་དགོས་དེ་སྟོན་པ་ཙི་ཙི་ཡོད་པ་དེ་ནོས་དེ་ནས་ཀྱི extract all ལ་དེ་གང་ལ་ཞུས་པ་ནི་ཕ་ལེན་བྱས་རེད་ཨོ་ཡ་ཁོ་ལེན་བྱས་དེ་སྟོན་པ་དེ་འདྲ་ཡོད་རེད

དེང་གི་ང་ཚོས་ངའི་འཆར་ངའི་སྒང་ལ་དེང་གི་ཕབ་ལེན་གྱི་བྱ་སྤྱོད་ཅིག་ཡོད་ར། འདིའི་དེག་འདེམས། ཚུར་ལེན་ཟ་སོང་དེ་ཡིག་ཆ་ཚང་མ་ཚུར་ལེན་བྱ་སོང། དེ་ནས་འདི་གི་མིང་དེ་ལ་ནི་སོ་སོའི་གི་མིང་ཅིག་བཏང་དགོས་གི་ཡོད་ར། Common Speech།

དེ་ཚ་ཚང་བཀོད་སྲོལ་ཚ་རེད་དེ་ནས་རྒྱ་མའི་བི་འགྲོ་དེ་གང་ལ་འགྲོ་ཞེ་ན་ད་འདི་འདྲ་འདྲ་བོ་ཅིག་མཐོང་གི་ཡོད་རེད་དེ་དེ་ཚ་ཚང་ད་འདི་གི་ནང་ལོགས་ནས་ཁྱེད་རང་གི་ད་ཚེ་གུག་ཡོད་ར་དཔེ་ཆ་ཤ་ཡིན་ན་ང་ལ་ཁ་ཀ་ཁ་ཀ་ང་གི་ཁ་ཡོད་ཁ་དེ་ལ་ནི་ཨ་ད་དེ་གི་སྔོན་དང་རྒྱབ་ལོགས་ཚིག་གྲུབ་ག་འདྲ་ཅིག་ཡོད་ན་ནི་དེ་ལ་ཚིག་ཅིག་གུག་གི་འདུག་ཟེར་དུས་དམ་པ་ཨ་ནི་དང་པོ་དེ་འདི་གི་ནང་ལོགས་ལ་འགྲོ་ཨ Global Settings ཨ་དེའི་ནང་ལོགས་ཅིག་བལྟ། དེ་ནས་ཡིག་གཟུགས་དེ་ཕྱིར་ཅིག་བཏང་ཤག་གོ་རང་ང་ཚོས། ཡིག་གཟུགས་དེ་ནམ་རྒྱུན་ང་ཚོ་གི་དེ་ཤག་གོ་ང་རང་ཆ་ཤག་ན་བོད་ཡིག་ཤག་གོ་བོད་ཡིག་ཤག་ན་བོད་ཡིག་ཀློག་འདི་དམ་པ་སྟབས་བདེའོ་འདུག་ཨ་དེ་བཅུ་གཉིས་དེ་ཤག་དེ་དེ་ནས Search Search ཨ་དེའི་ནང་ལོགས་ལ་འདི་འདྲ་ཨ་འདི་ཚོ་བྲིས་རྟགས་དེ་ཤག་ན་ག་རེ་ཡོད་དང་དེ་ཤག་ན་ག་རེ་ཡོད་སྣོན་རྟགས་ཤག་ན་ག་རེ་ཡོད་ཟེར་ཁོ་རང་རེ་རེ་རེ་རེ་འགྲེལ་བཤད་ཡོད་རེད་དེ་ང་ཚོ་དེ་ལྟ་དགོས་འདུག་ད་ལྟ་ངའི

ཁ་ལག་ཁ་སང་ཁ་ཤེས་ཁ་ཐུག་ཁག་གི་རྒྱབ་ལོག་ལ་ཡོད་རྒྱུ་ཚུལ་ཚང་མ་ཚད་དོ། ནི་ཡང། ཁག་གི་སྔོན་ལ་ཡོད་རྒྱུ་དཔེ་ཆ་ཆེ་ནི་སྙིང་ཁ་ཐོག་ཁ། དེ་ནི་ཞིང་ཁ། ལ་སོགས་པ། དུས་སུ་ཚད་དོ། འོང་དུས་སུ་ཚད་ཤར་རོ་ཚད་འདི་དང་པོ་ད་འདི་ལ་གར་ཟེར་གི་འདུག་ལབ་ན། ཁ་ལ་ཚིག་གྲོགས་ཡོད་རྒྱུ་ཞིབ་ཆུ་ཤེས་ཉོན་ཉིད་འགྲོ་བ་ཁོལ། དུ་མི་འདུག། ད་ཚིག་འདི་རྙེད་ཚར་བ་ད་ནི་ཆ་རང་གི་ཚིག་འདིའི་ཚིག་གྲུབ་ཀྱི་ནང་ལོགས་ལ་ག་འདྲ་ཟེར་བེད་སྤྱོད་བཏང་ཡོད་མེད་དེ་ལྟ་དགོས་ཡོད་ན་ནི་འདིས་གང་ལ་ཅི་ལྡན་ཞེས་དང།

འོང་བྱེད་ཅེས་ན་ནི་ཚིག་གཅིག་ལ་ཚིག་གྲོགས་མང་པོ་ཅིག་འཚེད་དགོས་ཡོད་ན་ག་འདྲ་ཚེད་དགོས་ཡོད་མེད་ཀྱི་འཚེད་སྟངས་དེ་འོ་དོ་ཞུས་ཚར་བ་ཡིན་ཐུགས་རྗེ་ཆེ།